ཨ་ནི། ལོ་ཙཱ་བ། ཆགས་སྡང་གཅིག་ཆགས་བསྡད་ཡོད་རེད། དེ་འདྲ་ཡིན་ཙང་ཨ་ནི་ཐོག་མ་དེ་ལ་འཚམས་འདྲི་ཞུ་རྒྱུ་དང། ཨེ། ང་གཉིས་གཅིག་འདྲི་མི་འདྲི་མ་ཞུས་གོང་དེ་ལ་ཐོག་མ། ཁྱེད་རང་གི་སློབ་སྦྱོང་གི་བརྒྱུད་རིམ་གྱི་ངོ་སྤྲོད་ཞིག་གནང་རོགས་གནང། ལོ་ཙཱ་བ། དེ་རིང་ང་ལ་འདི་ཡི་གཅིག་འདྲི་མི་འདྲི་གི་མཚན་དཔེའི་ནོར་ལོག་ལ། བཀའ་མོལ་ཞུ་ཡ་ལ་གོ་གོ་གནང་བ་དེ་དུས་ཕྱིས་སུ་ཞུ་ཡ་ཡིན། ལྟ་བུ་དེ་ང་རང་ཡིན་པ་ནི་སྤྱི་བཏང་ནས་ལ། དེའི་རྗེས་སྐད་ཡིག་ལ་ཤ་ཚ་ཡ་ངེས་འདུག་སྐད་ཡིག་དེ་ངེས་པོ་དེ་སྦྱང་དགོས་རེད་ཟེར་འདུག་བསམ་བློ་ཁ་དེ་ངེས་ཅན་ཡིན། གནས་སྟབས་དེ་རིང་གི་ཉིན་མོ་དེ་ཡིན་པ་ནི་སུན་ཅི་དུས་དྲན་དུ་བརྩམས་པ་ང་རང་གིས་འཇིག་རྟེན་གསང་ལུང་བཏང་སྟངས་ཅི་བས་ན། དེའི་རྗེས་རྩ་བརྟན་འཐབ་རྩོད་བྱེད་ནུས་དང་རྩ་བརྟན་གྱི་ཁྲིད་ལ་ངེས་པ་དེ་ང་ཚོས་རྗེས་ནས་བྱེད་དགོས་ཅིག་ངས་སྐད་ཡིག་རེད་བསམ་བསྡད་འདུག་ཁྱེད་ཚོ་དེ་རིང་ང་ཚོ་གི་བཀའ་མོལ་ཞུ་ཡ་གི་གནས་གནས་བརྟན་བཟོ་འདྲ་བ་ཅིག་སྐད་ཡིག་ཆ་དུས་བརྩམས་པ་དེ་རིགས་གི་གོ་གོ་དེ་གནང་བ་དེ་དུས་ཕྱིས་སུ་ཞུ་ཡ་ཡིན།

ཨོ་དོ་སི་ཞོ་ཡིན། ཨོ་ལོ་སི་ལོ་སི་ད་ཅི་འདྲ་ཅིག་ཡིན་ན་ད་ཅི་གི་སློབ་སྦྱོང་གི་བརྒྱུད་རིམ་འདྲ་པོ་དེ་ཡིན་ན། སྲོལ་རྒྱུན་དང་དེང་རབས། ད་ཕྱི་ནང་གཉིས་ཀ་གི་ཤེས་ཡོན་ཐོག་དེ་བས་ད་གཞོན་སྐྱེས་ཤིག་རེད་བསམ་གི། ད་དེ་འདྲ་ཡིན་དུས་ད་ད་ངེད་ཅག་རང་ཨ་ལ་ཁྱེད་རང་གིས་ད་ཅི་ད་ཁྱེད་རང་གིས་ད་དེ་དངོས་ལ་ཡ་ཆ་དེ་མང་པོ་ཞུ་ཅིག་བརྩམས་གནང་སོང། ད་ལྷག་པར་དུ་ད་ལྟ་ཉེ་ཆར་རང་ལ་དེ་ནི་ཆེ་གེ་དེ་ནི་དབྱིན་བོད་བརྡ་སྤྲོད་སྦྱོང་འབྲས་ལག་བསྟར་མ་ཟད་ཅེས་དཔེ་དེབ་གསར་བ་ཞིག་བརྩམས་གནང་ཤག་ད་འདི་ཐོག་མ་བརྩམས་དགོས་ཧད་ཀི་གར་ཞུ་བ་རེད་བས་ཐོག་མའི་བསམ་བློ་ཁྱེར་ཆོག་འདྲ་པོ་དེ་ག་འདྲས་བྱུང་བ་རེད།
ད་ངས་སྒང་ལ་ཞུ་བ་ནང་བཞིན་ངའི་སློབ་སྦྱོང་བགྱི་རིན་དེ་ལ་ང་སློབ་སྦྱོང་བྱས་ཀྱི་གོ་སྐབས་གང་ལ་ག་ཚོད་རག་ཡོད་རེད་ད་ནང་བཞིན་ཞག་ཏུ་ཞོག་ལ་ངས་ཀྱི་ཡ་བོད་ཀྱི་བརྡ་སྤྲད་རེད་སྐད་ཡིག་རེད་བརྩམས་འབྲས་རེད་ད་ནང་བཞིན་དབྱིན་ཇིའི་ཏན་ཏན་ལྷོད་བྲིས་བྱས་པས་ཡང་གང་གོ་གོ་ཐོབ་སོང། ཨ་ནི་སློབ་སྦྱོང་བྱས་པའི་བརྗེ་རེས་གནང་ལུགས་ལ་དངོས་གནས་ཀྱི་ད་སྐད་ཡིག་རྒྱ་ངེས་ཡིན་པས་ན་ང་ཚོ་ཅིག་ལྷག་བརྗོད་ཅིག་གཏན་འབེབས་བྱེད་ཅིག་དེ་ག་དུས་ཡོད་ན་ཚ་ཐོལ་ལ་འབད་བརྩོད་བྱེད་བསྡད་པ་མ་ཡིན་པ། དེ་མ་ཡིན་པར་སྐད་ཡིག་ཁོ་རང་གི་ཡར་རྒྱས་འགྲོ་བའི་ལ་ང་ཚོ་གི་ཚན་པ་བཟོ་འདྲ་བ་ཞིག་ག་བ་ག་བ་ལ་ཤུགས་རྒྱག་དགོས་འདུག་དེ་འདྲའི་ཞིག་ངེས་གཏན་ཞིག་གཏན་འབེབས་བྱས་བས་ན་ཨ་ནི་ལྷོ་རྩེ་ཁྲེས་ན་ངེས་ཀྱི་སྟོབས་བདེ་བོ་ཨ་ནི་མགོ་རྙོག་མེད་པ་དུས་ཚོད་ཐུང་ཐུང་ནང་ལ་མང་པོ་ཤེས་འདོད་དེ་འདྲའི་ཞིག་ཡོང་དགོས་ཟེར་ང་དེ་འཚོ་བ་དེ་ཡོད། ཨ་དེ་འདྲ་སོང་ས་ད་ན་ཉིན་ཞེ་གཉིས་ཉིས་སྟོང་བཅུ་དགུ་ལོར་ང་ཚོ་སེར་བྱེས་འབྲི་རིང་སློབ་ཁྲིད་ཀྱི་འཛིན་གྲྭ་བཅུ་བའི་གི་ད་ཡིད་ཆེས་བཏང་མཁན་ཁོང་ཚོ་ལ་དགུན་ཁ་གི་ད་ཟུར་ཁྲིད་བྱས་བྱས་ཟླ་བ་གཅིག་ཁྲིད་ཀྱི་ཡོད་རེད་སྐབས་དེ་དུས་ང་ཚོ་འཛིན་གྲྭ་བཅུ་བའི་དགེ་རྒན་ཚོ་འདེགས་འདེགས་དེ་བརྩམས་པ་ང་ཚོ་ཉི་མ་གཅིག་ཚོགས་ཐེངས་གཅིག་མ་ཏོག་ཡོད་མ་རེད་དེ་འདྲ་སོང་ས་དུས་ཚོད་ཆ་ནས་ལ་ཧ་ཅང་འབེལ་པོ་རེད་ཨ་ནི་སྐབས་དེ་དུས་ལ་ངས་གི་ད་ང་རང་གི་ད་ཁྲིད་སློབ་ཁྲིད་བྱས་གི་ཨིན་ཇི་དང་བེ་ཡི་གཉིས་ཀ་ལ་ཕན་ཐོག་ཡོད་ཅེས་ལྷོ་རྩེ་གཅིག་སྔས་མར་ངས་བྲིས་འོ་བསམ་དེ་ལོ་དེ་བྱས་ཨ་དེའི་སྐབས་དེ་འགོ་བཙུད་བྱས་ངེས

གཅིག་སྔོན་གྱི་བརྡ་སྤྲོད་ཀྱི་ནང་ལོགས་ལ་ཡོད་བསྡད་པ་དེ་གས་དེ་ཡང་བསྐྱར་བསྡུས་ཡང་བསྡུས་བྱས་བསྡད་པ་མ་ཡིན་པར་དེ་ལ་གསར་གཏོད་ཀྱི་རྣམ་པ་དང་ཅི་ཧ་ལམ་ཅིག་གསར་བརྗེ་ཞེས་ནས་ལབ་པ་ཡིན་ནས་ཕལ་ཆེར་མ་འགྲིག་པ་མི་འདུག་དེ་འདྲས་ཀྱི་བྱས་བཞག་པ་དེ་འདྲས་ཅིག་ང་རང་གི་མཐོང་སྣང་དང་ཚོར་སྣང་དང་མཐོང་སྣང་ལྟ་བུ་དེ་དེ་འདྲས་ཅིག་བྱུང་སོང། ད་དེ་འདྲས་ཅིག་ནས་སླེབས་ཡོང་དུས། གར་ཞུ་དགོས་རེད། ད་ང་ཚོ་ད་ཆེ་དྲག་ཅིག་ཡིན་ན་ད་དབྱིན་ཇི་དང་བོད་ཡིག་གཉིས་ཀ་གི་ཐོག་ལ་ཆེ་ཆུང་ཡག་པོ་ཞུ་ཅིག་ཆ་ཚང་ཅིག་ཐོབ་ཡོད་རེད། དེ་འདྲ་ཡིན་དུས་ད་ཁྱེད་ཀྱི་ད་ང་ཚོ་ཆུང་ཆུང་དཀའ་ན་ནི་དབྱིན་ཇི་སྦྱང་བྱས་ནས་མ་རེད་བོད་ཡིག་སྦྱང་བྱས་ནས་འཚར་ལོངས་བྱུང་བ་རེད་དེའི་རྟོག་བཟོ་རྗེས་ལ་ཡིན་ན་དབྱིན་ཇི་སྦྱང་ཡག་གི་གོ་སྐབས་བྱུང་ཨ་ནི་དབྱིན་ཇི་ཆ་ཚང་ཅིག་སྦྱང་བྱས་ནས་ད་ཆ། གར་སོགས་རེད་ཕྱོགས་གཉིས་ཀ་ལ་ལྟ་བའི་མིག་གཉིས་ཡོད་པའི་སོ་གྲབས་བྱེད་མཐོང་ཕལ་ཆེར་རེད་བསམ་གི། དེ་འདྲ་ཡིན་པ་ཡིན་དུས་ཁྱེད་རང་གི་ངོས་ནས་ལྟ་ཡོང་དུས་སྐད་ཡིག་གཉིས་དེ་ལ་ཡང་གཅིག་གི་དམིགས་བསལ་གྱི་ཁྱད་ཆོས་འདྲ་པོ་གཅིག་གི་གསུམ་བཞི་ཞེས་གྲངས་ཀ་སྦྱར་ན་དབྱིན་ཇིག་གི་སྐད་ཡིག་དང་བོད་ཡིག་སྐད་ཡིག་གཉིས་པ་གཤིབ་བསྡུར་བྱས་ཡོང་ན་གཅིག་གི་དམིགས་བསལ་གྱི་ཁྱད་ཆོས་འདྲ་པོ་གཅིག་ག་རེ་ག་རེ་མཐོང་གི་འདུག།
ལགས་སོ། ད་ལྟ་ངེད་ཀྱི་རྒན་གྱི་དྲི་བ་དེ་ལ་ལན་མ་ཞུ་ངེས་ལ། ད་ལྟ་ངེད་ཀྱི་ད་ལྟ་འདས་པའི་དྲི་བའི་སྐོར་ལ་ད་ངེད་ཀྱི་མཁས་པ་དེ་འདྲའི་རེ་ཟུང་ཞིག་ལ་ངས་ང་རང་གིས་ད་བསམ་ཚུལ་འདྲ་བོ་ཟེར་མ་རེད་འཆར་གཞི་དེ་འདི་འདྲ་ཡིན་ཟེར་ངས་ཁོང་ཚོར་ཞུ་ཡི་མ་ཡིན། ད་ངེད་ཀྱིས་ལྷུ་ཚན་ཁྲིད་པའི་སྐབས་ལ་འདི་འདྲ་འདི་འདྲ་ཁྲིད་དགོས་བསམ་པའི་ལྷན་ང་ལ་ད་འཆར་གཞི་འདྲ་བོ་ཡོད་རེད། ད་ཁོང་ཚོ་གིས་ང་ལ་ཁ་ཤས་ཤིག་གིས་ག་རེ་གསུངས་སོང་ལབ་ན་ད་དེ་དཔེ་ཁ་བོ་རེད་ཟེར་དེ་འདྲས་ཞིག་གསུངས་སོང།

ཡང་ཤོག་ཅིག་ནི་སོ་ན་བཏང་བ་ཡིན་པ་རེད་དེ་ང་རང་གི་ཕྱག་རྗེས་ནང་བཞིན་གྱི་མ་འགྲུལ་བ་ཡིན་པ་ཡིན་ན་ཡང་དེ་ཡང་ས་བོན་བཟོ་འདྲ་ཞིག་དམངས་ཆེད་ཀྱིས་བྱུང་བ་ཡིན་ན་དེ་འགྲིག་རུ་བསམ་པས་དེ་འབྲེལ་གྱི་གསང་ལུགས་ཤིག་གིས་ད་ལྟ་དེ་བྲིས་བྱས་དེ་འདྲ་ཞིག་ཡིན་ཟེར་བྱས་ཡིན། ད་ལྟ་ད་དབྱིན་ཇིའི་དུ་བྷི་ཡིག་གཉིས་ང་ཚོ་མཚུངས་བསྡུར་བྱེད་པའི་སྐབས་དེ་ལ་གཉིས་ཀ་སྒྲ་གདངས་ཀྱི་རང་བཞིན་ཡིན་པ་དེ་གསལ་པོ་རེད་ཤག་ད་ནི་ད་དེ་དུ་བསམ་པ་དཔེར་ན་དབྱངས་དང་གསལ་བྱེད་སུ་འགྲོ་སྟངས་ཅི་བ་ཇི་འཇའ་ཡོད་རེད་དེ་ཚོ་ཡང་ཕན་ཚུན་ལ་མིང་ཡིག་བྲིས་པའི་སྐབས་ལ་ཕན་ཚུན་ནས་སྙོམས་ཏེ་བདེ་སྦྱོར་གྱི་སྐད་ཆ་བཤད་པའི་སྐབས་ལ་སྒྲ་གདངས་ཀྱི་རང་བཞིན་ཡིན་པ་དེ་གཉིས་ཀ་གཅིག་པ་ཆགས་ཏེ་བསམ་འདུག། ད་ད་ལྟ་ང་ཚོ་བོད་ཡིག་དང་ཨིན་ཇི་གཉིས་ཕན་ཚུན་ལ་མཚུངས་འདོན་བྱེད་པའི་སྐབས་འདི་ལ་ད་ང་ཚོ་བོད་སྐད་ཡི་གེ་ཀྱི་བྲིས་ཚུགས་བཟོ་ལྟ་སྤྱི་དང། ཀློག་པའི་སྐབས་ཀྱི་སྒྲ་གདངས་བཞི་འགྲོ་བ་དེ་གཉིས་མཚུངས་འདོན་བྱེད་པའི་སྐབས་ལ་ཨིན་ཇིའི་ལྟས་སུ་ཁ་ཐག་ཉེ་འདྲ་བ་ཞིག་ཡོད་རེད། དཔེར་ན་ང་ཚོས་ཞྭ་ཚིག་སྐད་ཆ་བཤད་པའི་སྐབས་ལ། མི་སྒེར་ནས་དག་ཆ་གང་བྲིས་པ་དེ་ཨིན་ཇིའི་སྐད་ཆ་བཤད་པའི་སྐབས་ལ་སྒྲ་གདངས་ནི་མ་ཐོན་བྲལ་ཞིག་ཡོད་རེད། ཡང་ཡིན་ན་ང་ཚོས་བོད་བོད་ཀྱི་སྐད་ཡིག་ལ་སོ་ནོར་བཏང་ཟིན་པ་མི་སྒེར་བྲིས་པའི་ཀྱི་ཡིག་གཟུགས་དང། ངག་ནི་མ་བརྗེད་པའི་ཀྱི་སྒྲ་གདངས་གཉིས་དེ་སྤར་བ་ལ་ད་ཁྱད་པར་བཟོ་འདྲ་བ་ཤུགས་ཆེན་པོ་ཞིག་ཡོད་དེ་རེད།

ད་ང་ཚོ་བལ་བོད་ཀྱི་སྐད་ཡིག་ལ་བསོད་ནམས་གཏོང་བ་ཡིན་པ་ན། གཅིག་མིའི་བགྲོད་པའི་སྐབས་ལ་བྱ་ཚིག་ཡིན་པ་ཡང་ན་བྱ་ཚིག་གཉིས་དོན་དག་ཅི་པ་གཉིས་ཡང་མཉམ་དུ་བཟོ་བྱེད་ཡ་དཔེར་ན་འཕེལ་རྒྱས་ཟེར་བཟོ་འདྲ་བོ་དང་རང་འགྲོ་ཅིག་འགྲོ་བྱེད་ཟེར་བཟོ་འདྲ་བོ་སུ་ཨིན་ཇི་ལ་མི་འདོག་དེ་འདྲའི་ཡ་དེ་ང་ཚོ་བལ་བོད་ཀྱི་སྐད་ལ་ཡ་དབྱིན་སྲིད་ཀྱི་ཐུན་མོང་མ་ཡིན་པ་གཅིག་རེད་ཤག་ལྷག་པར་དུ་ང་ཚོ་གི་ཨནི་གར་ཟེར་བ་རེད་ཚིག་ལྷུག་ཏུ་དེ་འདྲའི་བྲིས་པའི་སྐབས་ལ་ཁོ་ཡ་ཉམས་ཀྱི་ཆ་ནས་ལ་སྙན་ཆ་བཟོ་ཡ་གཅིག་རེད་ཤག་བསམ་འདོད་ཨ་ད་འགྲོ་ཅིག་ད་ང་ཚོ་བལ་བོད་ཀྱི་སྐད་ལ་ཐ་སྙད

ཅིག་གི་བོད་ཡིག་དེ་སྦྱང་དཀའ་ལས་ཁག་པོ་ཆེ་བོ་ཅིག་ཡོད་པ་དང་དབྱིན་ཇི་དེ་སྦྱང་ལས་སླ་བོ་ཅིག་ཡོད་པ་རེད་ཟེར་དེ་འདྲའི་གི་དགོངས་ཚུལ་བཅས་སོང་ཞོར་ལ། ང་ཚོ་གཞོན་སྐྱེས་ཀི་ནང་ལོགས་ལ་ཡང་བསམ་ཚུལ་དེ་འདྲའི་མང་པོ་ཁྱི་དེ་ངས་མང་པོ་འདུག་བོད་ཡིག་དེ་སྦྱང་དཀའ་ལས་ཁག་པོ་ཤིན་དཀའ་ལས་ཁག་པོ་ཞིག་བོ་ཅིག་ཡོད་པ། དབྱིན་ཇི་དེ་སྦྱང་བདེ་བོ་ཡོད་པ་ཤིན་བདེ་བོ་ཡོད་པ་འདྲ་པོ་ཅིག་གི་ཚོར་སྣང་དང་ལྟ་ཚུལ་དེ་འདྲའི་ཟིན་དེ་ངས་དེ་འདྲའི་འདུག་ད་ཁྱེད་ཀི་ད་ད་གཉིས་ཀ་ཅིག་གི་སྦྱང་མྱོང་ཡོད་པ་དང་གཉིས་ཀ་ཤིན་གི་ཡོད་པ་ཡིན་དུས། དངོས་གནས་དྲང་ངེས་ཀྱི་ཁོ་རང་གི་ངོ་བོའི་ཆ་ནས་ད་ལུང་པའི་གི་རྒྱབ་ལྗོངས་ཐོག་ནས་བསམ་བློ་བཏང་ན་ད་ག་ག་རེད་བ། ཅིག་དབྱིན་ཇི་ཡོད་དབྱིན་ཇི་རྒྱ་བསགས་ཀྱི་ཁོར་ཡུག་དེ་ནས་བྱུང་བ་ཡིན་ན་དབྱིན་ཇི་ལས་སླ་བ་དང། བུ་བོད་སྐད་རྒྱ་བསགས་ཀྱི་ཁོར་ཡུག་དེ་ནས་བྱུང་ན་བོད་སྐད་རྒྱ་ལས་སླ་བ་དེ་འདྲའི་ཁྲིམས་འཕེལ་ཡོང་སྲིད་ཀྱི་རེད་དེ། དེ་འདྲའི་གི་རྒྱབ་ལྗོངས་ལ་མ་བརྟེན་པའི་ཐོག་ནས་ཀྱི་རང་གི་ངོ་བོའི་ཆ་ནས་བསམ་བློ་བཏང་འོང་ན་དབྱིན་ཇི་སྐད་དང་བོད་སྐད་གཉིས་ནི་ལ་ཤིང་དཀར་ལས་ཁ་ལེགས་ཀྱི་ཁྱད་པར་འདྲ་པོ་ཅིག་མཐོང་གི་འདུག།

སྐྱག་རྫིང་རེད་ཅེས་ཁ་མཚན་བཅད་ནས་གསུངས་རྗེས་ཀྱི་ངས་དེ་ལས་ཞིག་གོ་མྱོང་ཐུབ་ངེས་ཏན་ཏན་རེད་བསམ་འདུག་ད་ནོར་གཅིག་གིས་ད་ང་ཚོ་ཡང་བསྐྱར་ཁ་གསལ་གྱིས་བཏང་བ་ཡིན་པ་ན་ད་དེ་སང་ང་ཚོ་གི་གཞི་རིམ་སློབ་གྲྭ་ལ་ད་གཞི་ཆགས་སྐབས་ཀྱི་གཞི་རིམ་སློབ་གྲྭ་འགྲོ་མཁན་ཡོད་རེད་དེ་ཚོ་འཛིན་གྲྭ་བཅུ་གཉིས་ཐོན་ཚར་བའི་རྗེས་ལ་ད་ད་ནང་སློབ་གྲྭ་མིང་དེ་ཚོ་དེ་ཡིན་ན་ཡག་པོ་བྲིས་མ་ཤེས་ན་དེ་འདྲ་ཡོད་རེད།

ད་དེ་འདྲའི་གསུང་ཙམ་པ་ང་ཚོའི་གི་དེའི་གི་ད་དཀའ་ངལ་བཟོ་འདྲ་བ་དེ་ལྷོ་སོ་མ་སྤྲད་པའི་སྐབས་ཀྱི་དེ་གི་ཁ་ཆུ་དང་འབྱོར་བ་དང་གལ་ཆེན་པོ་རེད་བསམ་དེ་འདྲའི་གི་དངོས་གནས་གི་ག་ས་ཏག་ཏག་བཞིན་འགྲོ་ཐུབ་པ་ཡིན་པ་ནི་ཁོང་ཚོའི་གི་ཨ་ནེ་མ་ཁེ་བཟོ་འདྲ་བ་དེ་ཨིན་ཇི་མར་བ་བད་སྐད་རེད་ཡིན་ན་ལ་དེ་ཡིན་བཞིན་དུ་དངོས་གནས་གི་འཛི་ར་ཆེ་ཆེ་ཆུང་ཆུང་ཐོན་ཟེར་བ་གི་ལ་སྐད་གཉིས་སྡུག་པའི་སྐབས་ལ་ཨིན་ཇི་གི་ད་གནས་གནས་སྟངས་དེ་དེ་ཡག་འདྲ་བ་ཡོང་གི་འདུག་བ་དེ་ད་དེ་འདྲ་གསུང་ཙམ་པ་ང་ཚོའི་ལྷོ་སྤྲུལ་ཆེ་བའི་གི་ལྷ་རོང་བཟོ་འདྲ་བ་དེ་ལྟས་སུ་འགྱུར་བ་གཏང་དགོས་ཀྱི་འདུག་དགེ་རྒན་གི་ངོས་ནས་ཡིན་པ་ནི་ཕི་གེ་གི་ལྷོ་ཚན་གང་ཡིན་བ་དེ།

དཀའ་ལས་ཁག་བ་འདྲ་བོ་ཅིག་ཡོད་པའི་ཚོར་སྣང་ཅིག་ང་ཡང་ཆུང་ཆུང་ག་ལ་ཡོད། དངོས་གནས་བྱས་ན་ད་ང་ལ་བོད་ཡིག་ལས་ལྷག་བ་ཡོད་དགོས་ཡ་འདྲ་བོ་ཅིག་ཡོད་རེད་དེ། བོད་ལ་སྐྱེས་པ་རེད་ཨ་ནི་ཆུང་ཆུང་ག་ནས་དགོན་པའི་ནང་ལ་ས་ལོངས་བྱུང་བ་ཡིན་ཙང། ཡིན་ན་ཡང། ང་རང་བླ་གྲྭར་སྡོད་སྡོད་དུས་ཨོ། ཨིན་ཇི་དང་བོད་ཡིག་གཉིས་ད་ལྟའི་འདི་རང་ཨིན་ཇི་ལས་ལྷག་བ་ཡོད་ས་རེད་བསམ་བསམ་གྱི་ཚོར་བ་འདྲ་བོ་ཅིག་བྱུང་སོང་ད་ལྟའི་གཞུག་གུར་ལྟ་སྡོད་སྡོད་ཙམ་པ་ལ་ཀི་ཡིག་ཁོ་རང་གི་ངོ་བོའི་ཆ་ནས་དཀའ་ལས་ཁ་ལོས་ཀྱི་ཆད་པ་མ་ཡིན་པར་ད་ལྟ་ཆད་ཀྱི་སོང་བ་ནང་བཞིན་ཅི་ནས་སློབ་ཚན་ཁྲིད་སྟངས་ཀྱི་ཆད་པའི་དབང་གིས་དཔེ་འདྲ་བོ་ཆགས་ཤག་ན། ཨིན་ཇིའི་འཁྲིས་ནང་ངེད་ཀྱི་དགེ་རྒན་དུ་ཟུར་གྱི་ཨིན་ཇིའི་སྤྱི་དམངས་འཁྲིས་ནང་དུས་འཁོར་དེང་རབས་དང་མཐུན་པ་ཟེར་ན་ཡང་འདྲ་འདུག་ཡང་སློབ་མའི་དགོས་མཁོ་དང་བསམ་བློ་དང་འཚམས་པའི་ཐོག་ནས་འཁྲིས་ནང་ཡང་ཡིན་དུས་ཅི་དེ་ལས་སླ་པོ་ཅིག་ག་སོ་རེད། ཡིན་བོད་ཀྱི་ཚོགས་ནང་འདྲ་བ་ཅིག་ཤུགས་ཆེན་པོ་སླེ་ཡ་ད། ཡང་ན་བོད་ཡིག་སྤྱི་དམངས་འཁྲིས་འོན་ཏེ་རྩ་བ་ཅིག་ལ་འགྲེལ་བཤད་རྒྱག་དེ་མ་ཅིག་མ་ཅིག་དགེ་རྒན་དེ་མགོ་འགྲོ་ཅིག་སྒུར་བྱེད་ནས་མ་བྱེད་དེ་དུས་ད་དེ་ཡིན་རྒྱུ་དཀའ་ལས་ཁ་བོ་ཅིག་གེ་མ་ཡིན་ན་ཡང། སོ་སོ་དཀའ་ལས་ཁ་བའི་ཚོར་སྣང་ཅིག་སླེབས་ཏེ་དེ་འདྲས་ཅིག་ཡིན་དེ་དུས་ང་ཚོ་གཞོན་སྐྱེས་མང་པོ་ཅིག་གི་བསམ་བློའི་ནང་ལོག་ལ་ཡང་ཏན་ཏན་རང་ལྟ་བོད་ཡུལ་དེ་དཀའ་ལས་ཁ་བོ་རེད་བཞག་བསམ་དེ་ཡར་འགྲོ་ཅིག་རེད་དེ་དུས་དོན་དངོས་ཐོག་ནས་ངས་ང་རང་བསམ་བློ་བཏང་ན་བོད་ཡུལ་དཀའ་ལས་ཁ་བོ་ཆེ་ནི་མ་ཡིན་པ། བོད་ཡུལ་ད་ལྟ་དེས་ཀྱང་དབྱིན་ཇིའི་ལས་བདག་མང་པོ་ཅིག་གིས་བོད་ཡུལ་གྱི་ལས་ལྷག་བ་འདྲ་བ་ཅིག་ཚོང་གི་རྒྱུ་མཚན་ག་རེ་བྱེད་ལ་ལབ་པ་ཡིན་ན།

ཨིན་ཇིའི་སྐད་ཡིག་ནང་ལ་བྱ་ཚིག་ལྟ་བུ་ཁྲི་ཁྲི་འདུག་ཨང། ང་ཚོ་བོད་པའི་སྐད་ཡིག་ནང་ལ་ལ་བྱ་ཚིག་ཁ་ཤས་ཅན་མང་དུ་ཡོད་མ་རེད་དེ་ཡང་བྱ་ཚིག་སུམ་བརྒྱ་བཞི་བརྒྱ་ཅིག་ཤིང་བཟོ་ན་རྒྱུན་སྤྱོད་ཀྱི་ཚང་མ་འདང་འགྲོ་ངེས་བཟོ་འགྲོ་ཅིག་ཡོད་རེད་དེ་འདྲ་ཡིན་ཙང་ཡང་མང་ཉུང་གི་ཆ་ནས་ཡིན་ན་ཡང་འདྲ་འདུག་ངོ་བོའི་ཆ་ནས་ཡིན་ན་འདྲ་འདུག་ལས་སླ་རུ་མ་གཏོགས་ཅིག་དཀའ་ལས་ཁག་བ་ཅིག་ད་རྩ་བ་ཉིད་ནས་མི་འདུག་ཨ། ད་ཡིན་ནའི་ད་ལྟ་ཁྱེད་ཀྱི་གསུང་བ་ནང་བཞིན་རེད་གར་འདུག་གར་སོང་རེད་སྤུ་གུ་ལ་མ་བསླབས་ཡོང་དུས་ཙམ་པ་ལ་བསླབ་སྟངས་ཀྱི་ཁྱད་པར་གྱི་དབང་གིས་ཨ་ནི་དཀའ་ལས་ཁ་ལོས་ཀྱི་བྱས་པ་ཅིག་འགྲོ་འགྲོ་ཤ་ཡ་དེ་འདྲས་ཅིག་ཡོང་གི་འདུག་ད་དེ་ཡང་ང་རང་ཚོས་མཚམས་མཚམས་པུ་གུ་དེ་ཚོ་གི་སྦྱང་གི་མི་འདུག་ཅེས་ནས་ལ་ཡ་གི་ད་རྒན་པ་ཁ་ཅིག་གི་ད་ལྟ་ཁྱེད་གསུངས་པ་ན་ཅིག་རྒན་ན་ག་ལ་ཁོ་ཚོ་གི་ཁོ་ཚོ་སྦྱང་གི་ཡོད་མ་རེད་ཅེས་ནས་གསུངས་བསྡད་ཡ་ཅིག་འདུག་དེ་ཡང་ང་རང་ངོ་ནས་ཡང་ལྟ་སྟངས་ཅིག་ལ་མི་འདྲ་བ་ཅིག་ལ་ཡ་སྦྱང་གི་མེད་པ་དེ་ཡང་བལྟས་ཚེ་རེད་ད་དོ་སྣང་ཞེ་དྲག་སྤྲད་གི་ཡོད་མ་རེད་རེད་བ།

ད་ཡང་ང་ཚོའི་སམ་སྤྱི་ཚོགས་ནང་ལོགས་ལ་ཨ་འབྲས་ཅིག་ཡོང་གི་འདུག་བ་ད། ངའི་གོ་ཡ་ལ་དབྱིན་ཇིའི་གི་ལུང་པའི་ནང་ལོགས་ལ་ཡང་དེ་འདྲའི་གི་བསམ་ཚུལ་མང་བོ་སླེབས་རེད་ས། ད་ང་ཚོ་སྐད་ཅིག་བསླབས་ཡོང་དུས་ཙམ་པ་ལ་ག་རེ་གཙོ་བོ་འཛིན་དགོས་རེད་ཟེར་ཡས་ཆོག་རེད་བ། ད་དཔེར་ན་ཨིན་ཨིན་ཇི་བསླབས་ཡོང་དུས་ཙམ་པ་ལ་ཨིན་ཇིའི་གི Grammar དེ་གཙོ་བོ་ཞིབ་ཅིག་འཛིན་བྱས་ནས་འགྲོ་བཞག་ཡས་དེ་ཡག་པོ་རེད་བས་མ་རེད་བས་ཟེར་ཡས་ཅིག་དང་ཡང་བོད་སྐད་བསླབས་ཡོང་བོད་ཡིག་བསླབས་ཡོང་དུས་བོད་པའི་གི་བརྡ་སྤྲོད་སུམ་ཅུ་པ་དང་རྟགས་འཇུག་བསླབས་དེའི་ནང་ལོགས་ལས་གྲ་སྒྲིག་དང་སི་ཏུ་དང་ཕེད་ནང་གླིང་པན་ཆེན་དང་ཕེད་དེ་འདྲའི་དབྱེ་བ་བློ་གསལ་དང་ཁོ་ཚོས་ཀྱི་འདོད་པ་དེ་ཚོ་གཤིབ་བསྡུར་བྱས་ནས་འགྲོ་བཞག་ཡ་དེ་ཡག་པོ་རེད་བས་མ་རེད་བས་ཟེར་ནས་ལབ་ཡོང་དུས། ད་དེ་འདྲའི་ག་ལ་བསམ་བློ་བཏང་ཡོང་དུས་ཁ་ཅིག་གིས། ཨ་ནི་ཨིན་ཇི་སྐད་ཡིག་ཡག་པོ་ཞུ་བཞིན་ངས་ཨིན་ཇི་རྩོམ་ཡག་པོ་ཞུ་ཅེས་བྲིས་བཞིན་ངས་ཨིན་ཇི Grammar གྱི་ཐོག་ལ་ཤེས་ཚད་ཞེ་དྲག་མེད་དེ། བོད་པའི་གི་དཔེ་དེ་ཐོག་བོད་ཡིག་ཐོག་ལ་རྩོམ་ཞེ་བོ་ཡག་པོ་དེ་འདྲ་བྲིས་བཞིན་ངས་བོད་པའི་གི་བརྡ་སྤྲོད་གི་ཐོག་ལ་དེ་གམ་ཚིག་ཅིག་གི་མཁྱེན་རྒྱ་མེད་པ་དེ་དེ་འདྲའི་ཡ་ཡོང་གི་ཡིན། དེ་འདྲ་ཡིན་པ་ཡིན་དུས། སྐད་ཡིག་ཅིག་ཤེས་ཡན་ཅེས་ལ་ཡ། བརྡ་སྤྲོད་སླ་བས་དེ་དང་བརྡ་སྤྲོད་གཙོ་བོ་ཟེར་ཡན་དེ། གལ་ཆེན་པོ་རེད་བསམ་གྱི་ཡོད་རེད། ཨ་ནི། མ་ཡིན་པ་འགྲོ་ཅེས་དགོངས་ཀྱི་ཡོད་ན། ཁྱེད་རང་གི་དགོངས་ཚུལ་ག་རེད། ལགས་སོ་ལགས་སོ་ད་ལྟ་འདི་གི་སྐད་ཆ་དེ་ངེས་པ་ང་ཝར་ན་སི་ཡེ་བ་ཁ་ལ་ང་ཚོ་དབྱིན་ཇིའི་རྒན་ལ་ཁྲེ་སིའི་རྒན་ལ་ཞིག་ང་ཚོ་འཛི་ཀྲ་ན་ཕེབས་པ་རེད་སྐབས་དེ་དུས་རྒན་ཁོ་རང་གི་ད་དགོངས་པ་བཞེས་སྟངས་དེ་ག་རང་རེད་ཞེ་དེ་སྦྱང་དགོས་མ་རེད་ཟེར་ག་དེའི་ནང་གསུངས་དེ། ད་ངེད་ཀྱི་ད་དེ་སྦྱང་དགོས་མ་རེད་སོ་ངེད་ཚོའི་དགོངས་པ་བཞེས་སྟངས་ཀྱི་ད་ཟླ་སྒྲིལ་གལ་ཆེན་པོ་རེད་ཟེར་གི་ད་སོང་ནོ་ཏང་ཏང་གི་ཁྱད་པར་ཟེར་འགྲོ་བ་ད་ང་རང་རྗེས་འདེད་ག་རེ་འཚོགས་དེ་ཟེར་ལབ་པ་ན། ཟླ་སྒྲིལ་རྒྱང་གོ་མ་རེད་སོང་ངན་ཚོད་ཀྱི་རྗེས་འདེད་ཁོ་རང་ཚོ་གི་དབྱིན་ཇི་གི་སྐད་ཡིག་སྐད་ཆ་བཤད་ཡས་དོ་དཔེ་དེབ་གློག་ཡས་དོ་དེ་འདྲས་གི་ཤུ་ཚུགས་བསྡད་ནོ་ལོག་ལ་ཅིག་གོ་གོ། ཅིག་ད་ལུས་པོ་ཡས་བསྡད་ཅིག་དེ་འདྲས་ཅིག་ཁོ་ཡུལ་ནས་སྐད་ཆ་བཤད་ན་རན་པོ་འཚམས་པོ་ཡོད་རེད་བསམ། ད་ཟེར་ནོ་ཁོ་ཚོ་གི་གློག་ཡས་ཡོད་རེད་སྐད་ཆ་བཤད་བསྡད་ཡོད་རེད་ད་དེ་གང་འདྲས་ཐད་ཅིག་རྒྱུབ་ཟིན་ཅག་ཡོད་ཟེར་བ། ད་ང་ཚོ་ཤུ་ཚུགས་བཟོ་འདྲ་བོ་ཡིན་པ་ནི་ད་དབྱིན་ཇི་སློབ་དེབ་ཅོ་འཆང་ཀློག་ད་ནོར་ཞིག་གིས་མི་ཉམས་དང་སྐད་ཆ་བཤད་པའི་སྐབས་ལ་ཡག་ཅིག་ཡ་མ་འགྲོ་འདྲི་བྱེད་པའི་སྐབས་ལ་ཨིན་ཇིའི་སྐད་རྐྱང་རྗོད་བྱ་བའི་གོ་སྐབས་དུ་ཡོད་མ་རེད་དེ་ནས་བཟུང་ཚེ་འཛིན་ཁྲིད་ཀྱི་ཤུལ་ཚོགས་ནང་ལོག་ཉིད་ལྟེ་བ་ཡིན་པ་ནི་ཨིན་ཇིའི་བརྡ་སྤྲོད་སྦྱང་དགོས་རེད་བསམ་ཐུབ་ཨིན་ཇིའི་བརྡ་སྤྲོད་སྦྱང་བ་ཡིན་པ་ཡིན་ན་འདི་ང་ཚོའི་གི་སྐད་ཡིག་ཤེས་པའི་གི་ཉེ་ལམ་ཟེར་འདྲ་བ་ཞིག་ངས་དེ་འདྲའི་བསམ་བློ་བཏང་གི་རེད་དེ་ནས་བཟུང་ཚེ་ད་ལྟ་ང་ཚོའི་གི་སྤྱི་ཚོགས་ནང་ལོག་ལ་བརྡ་སྤྲོད་ངེས་པར་དུ་སྦྱང་དགོས་རེད་ཟེར་དེ་བསམ་ཐུབ་ཡིན་ན་ལེ་བརྡ་སྤྲོད་ཁྲིད་པའི་སྐབས་ལ་ད་གི་རྒན་གསུང་བ་ནང་བཞིན་ང་རང་ཉིད་བསམ་ཚུལ་ལྟར་ན་སྤྱོད་པ་ཅན་ཅན་རེད་ཤག་ང་ཚོ་སློབ་ཁྲིད་བྱེད་པའི་སྐབས་ལ་ད་གེ་མཁན་ཆེན་གྱི་རེད་སུ་འབྱོར་པ་དང་བཏང་བྱུས་སུ་འབྱོར་པ་ཁྲིད་པའི་སྐབས་ལ་གང་གི་མགོ་བཙུད་པའི་སྐབས་ལ་ལ་དེ་ལ་ད་དེ་གནང་ཡས་ཞི་བ་རེད་ཁ་ཤས་ཀྱི་གནང་ཡས་གཉིས་པ་རེད་ཟེར་དང་པོ་ཁོ་རང་ནས་ད་རུང་ད་རྩེ་གཞི་བཞིན་བླངས་བཞག་ད་ང་ཚོ་གི་སློབ་ཁྲིད་ཁྲིད་དེ་དང་པོ་དེ་རྩ་བ་ཉིད་རེད་མི་འདུག་ངས་ག་རེ་བསམ་དགོས་ཟེར་ལ་ནི་ང་ཚོ་ད་དེ་ཁྲིད་པའི་སྐབས་ལ་ལས་བྱེད་རྒྱལ་པོ་ནས་མགོ་བཙུད་ཅིག་ལས་སླ་པོ་ཞིག་མགོ་བཙུད་དགོས་རེད་བཞག། ལས་གཞི་རྗེས་དབང་དེ་ཡིན་པ་ཡིན་ན་ཡང་ཆ་ཚང་བ་ཞིག་མ་ཡིན་པ་ཞིག་དེ་ནང་ལ་ང་ཚོ་ཁ་ཡག་ལག་ཡག་གི་ཕན་ཐོགས་ཡོད་རྒྱུ་ཨ་ནི་ད་ལྟ་གར་ཟེར་བ་རེད་ཁྲེ་དོན་ཚོགས་ཀྱི་ཨ་ནི་འཇུས་ཚུལ་བྱས་ཨ་ནི་ཁྲེ་འཇུས་ཚུལ་ཁྱད་མཚར་བའི་རྗེས་ལ་དེང་གི་འཇོག་ཚུལ་དེ་ག་རེ་ཡིན་ན་དོན་ཚོགས་མ་ར་སྤྲད་བྱས་བྱས་དོན་ཚོགས་ར་སྤྲད་བྱས་པའི་སྐབས་ལ་དཔེ་ཆའི་ལས་སླ་བོ་སྤོ་བོ་ཚོགས་ཀྱི

ཅེས་ལག་རྟགས་འདྲ་བོ་ཞིག་བྱེད་པ་ནི་སྤོ་བོ་ཚོ་གི་སྤྲོ་སྣང་སླེབས་པ་དང་བདག་ནི་ཤེས་བདེ་བ་རྟོགས་བདེ་བ། ཨང་དེ་འདྲས་ཤིག་ཡོང་ས་རེད་བསམ་ཐུག་གི་འདུག་ལགས། ཁྱེད་སྒང་ལ་བཞུགས་པ་ན་ཅིག་ང་ཚོ་བརྡ་འཕྲིན་མ་ལྷུག་འཕྲིན་ཕྱེ་བའི་སྐབས་ལ་རྩ་བ་འགྲེལ་བཤད་རྒྱག་ཐུབ་པ་ཙམ་མ་ཡིན་པ། ད་དེ་གི་གོ་བ་དེ་སོ་སོ་གི་མ། སྤོ་བོ་གི་གནས་ཚད་དུ་འཚམས་པའི་མ་བབ་ཅིག་ལ་འགྲེལ་བཤད་རྟོགས་བདེ་བོ་དེ་འདྲ་རྒྱག་དགོས་གལ་ཆེན་པོ་རེད་ཤག། ད་གནོད་སྦྱིན་གྱི་འདྲེ་ཤི་རྒྱག་པའི་སྐབས་ལ་ཡང་སྤུ་གུ་ཚུགས་ཀྱི་ཤིང་དུམ་བུ་དེ་ལྟ་ཡ་བྱས་ཡ། དཔེ་རྗེས་འཕྲོས་པའི་སྐབས་ལ་དཔེར་ན་འདི་ལ་རྗེས་འཇུག་ག་ལེར་རེད་དེའི་རྗེས་ལ་རྫོགས་ཚིག་ག་ན་གོ་གྲི་གུག་རེད་ཟེར་སོ་འགྲོགས་པ་ལབ་པ་ཙམ་མ་ཡིན་པར། དཔེ་རྗེས་ཐུང་ཐུང་ཐུང་ཚུགས་ཁྲི་ཚ་བའི་རྗེས་ལ་རྗེས་ལ་ཡང་ང་ཚོས་བརྗོད་པ་སེ་འབྲས་སེ་འབྲས་ཡིས་བཟོ་བཅོས། སེ་འབྲས་བཟོ་ཚར་བའི་རྗེས་ལ་ནི་རྗེས་ཐུང paragraph དེ་འདྲའི་རྗེས་ཁོང་ཚོ་གིས།

དེ་དངོས་གནས་ཐོས་ས་དེ་ཆེ་བ་ནི་བློ་གྲོས་ཇི་སྙེད་ཀྱི་དགེ་རྒན་གྱིས་མ་མ་བབས་ཆེ་ཁ་གསལ་པོ་འདྲ་བོ་ཞིག་བྱེད་མ་ཐུབ་ཁྱོད་ངས་དེ་ཏན་ཏན་རེད་བསམ་གྱི་འདུག་དེ་མ་ཡིན་པ་ཞིག་སྤོ་སྒུག་ཚོ་གི་རྩ་ཚིག་བློ་འཛིན་སྐྱོ་བས་ཡོད་རེད་དོན་དག་ཡག་པོ་ཧ་གོ་ན་ཨ་ནེ་ཡི་ཏན་ཏན་དེ་རྫོགས་ཚིག་འདྲ་བོ་དཔེ་བརྗོད་བྱ་བ་ནི་དེ་གི་དཔེ་བརྗོད་བཅོས་ཉེས་ཤིག་བྲིས་བྱུང་ན་ག་ཚད་བྲིས་རེད་དེ་རྗེས་འཇུག་བཅོས་དགོས་ཅིག་ལ་རེ་རེ་རྫོགས་ཚིག་རེ་རེ་ཡོད་པར་བ་དེ་ག་ཚད་བྲིས་རེད་དེ་དེ་ནས་སོང་ཙང་དེ་འདྲས་ཀྱི་རྟགས་བདེ་བོ་ཞིག་བྱེད་དགོས་དེ་ནི་གལ་ཆེན་པོ་རེད་བསམ་གྱི་འདུག་ད་ལྟ་ནོར་གྱི་ཏང་གི་སྒང་གི་འཁྲུལ་ཤེས་ཡོད་ཞེས་ཞུ་བ་ཡིན། དཔེར་ན། ཁ་ཤས་ཀྱིས་བདག་འདྲས་སྦྱང་དགོས་ཀྱི་མ་རེད། ནི། སོ་སོ་གྱི་གཙང་བློ། ནི། སོ་སོ་གྱི་ཉིན་རེ་གྱི་འཚོ་བ། ཁྲོད་ལ། ནི། སྐད་ཡིག་བེད་སྤྱད་སྟངས་ཅིག། སྐད་ལུགས་ལ་སོགས་པ་དེ་འདྲས་བྱས་ན་གཙང་མེད་ཀྱི་འགྲོ་ཟེར་དུས་བདེན་པ་རེད། ད། ངས་ཀྱི་སྔན་མ་ང་ཝར་ན་ཚེ་ཡས་པའི་སྐོར་མྱོང་ཚོར་ཅིག་ག་རེ་བྱུང་ཟེར་ན། ང་ཚོའི་བོད་སྐད་སློབ་གྲྭ་ནོར་ལུགས་ལ། སློབ་གྲྭ་ཁག་འདྲ་མི་འདྲ་མང་པོ་ཞིག་གི་སློབ་ཁྲིད་འཛམ་ཡོང་གི་རེད། དེའི་སྐབས་དེ་ལ། སྤུ་གུ་ཁ་ཤས་ཡག་པོ་ཁྲིད་མཁན་དཔེ་འདུག།

ཨོ་ལ་རེ་ལ་རེ། ད་འདི་བདེན་པ་རེད་ཤག་ད་ལྟ་ཨ་ཅང་ཅང། དེབ་ཀློག་ཡ་དང་སོ་སོའི་ངོ་ནས་རྩོམ་གྲས་དེ་གལ་ཆེ་ཤོས་ཡིན་པ་བྱས་ད་འདི་ཁོ་ཚོ་གི་ད་ཏན་ཏན་རང་ཨ་ནི་ཅིང་ཅིང་སྐྱེ་བོ་གི་སོ་སྒྲོག་ཅིག་ནི་ཁ་ཤས་ཅིག་ནོར་བོ་རེད་ད་དེ་གས་དེ་ལ་བརྡ་སྤྲོད་གི་ཁ་གསབ་བྱས། ད་ཡིན་ན་ཡང་ང་རའི་ངང་ནས་ལྟ་ཚུལ་བྱས་ཟིན་ན། གལ་ཆེ་ཤོས་ནང་གི་ཆེ་ཤོས་དེ་ད་ཀློག་སོ་སོའི་ངོ་ནས་རྩོམ་གྲས་ཡ་དང་སོ་སོའི་ངོ་ནས

ཡང་ང་ཚོས་གི་གལ་ཆེ་ཤོས་དེ་བརྒྱ་ཆ་བརྒྱད་ཅུ་དགུ་བཅུ་གྱི་བརྡ་སྤྲོད་གང་ལ་བ་བཞག་ཡི་གེ་སོ་སོའི་གི་དེབ་ཀློག་ཡ་དང་སོ་སོའི་གི་རྩོམ་འབྲི་ཡ་གང་ལ་བརྒྱ་ཆ་བཅུ་ཟིན་མ་ཏོ་མ་བཞག་ན་ད་བཞུགས་ཁུ་བཞུགས་ཁུ་མ་ལྟ་འོང་དུས་ཁུ་བརྡ་སྤྲོད་ལ་ཚིག་འགྲེལ་བརྒྱབ་ཤེས་ངེས་འོང་ཡ་ཨ་ནི་ཏི་གི་འདོད་ཚུལ་དེ་བཤད་ཤེས་ངེས་སོ་སོའི་གི་ཡི་གེ་ཅིག་སྙན་ཞུ་ཅིག་དང་བྲིས་ཡོང་དུས་རྩོམ་པ་ལ་མཉམ་ཆ་མེད་དེ་ངེས་ཚིག་སྦྱོར་མེད་དེ་ངེས་དེ་འདྲི་ཅིག་ཆགས་འགྲོ་གི་དོ་ད་དེ་ང་ཚོ་དཔེ་མཚོན་མང་པོ་བཞུགས་རེད་དེ་འདྲི་ཡོང་དུས་བརྒྱ་ཆ་འགྲོ་བ་ཅན་ལ་མ་བགོ་བཤའ་བརྒྱག་ན་གློག་ཡར་དང་གྲི་ཡར་གང་ལ་བརྒྱ་ཆ་བདུན་ཅུ་བརྒྱད་ཅུ་ཞིག་བག་བཞག་ནས་བརྡ་སྤྲོད་ཀྱི་ནི་ཁ་གསབ་ཚོ་དྲག་ཅིག་བྱུང་ན་ནི་ད་ཕུན་སུམ་ཚོགས་པ་ད་ཞུ་ཡག་པོ་ཅིག་ཡོང་གི་རེད་པ། ལགས་རེད། ལགས་ལགས་ལགས། ལགས་འོ་ད་ནི་ད་ང་གཉིས་ཐུགས་ག་ཟེ་རེད་སྐད་ཆ་བཤད་དུས་དེ་འདྲས་ཡོང་གི་འདུག་ད་ང་ཚོ། ང་རང་ཡིན་ན་ཆུང་ཆུང་སྐར་ལ་དེ་འདྲས་འདྲ་བ་འཚོལ་མྱོང།

ཚིག་ཁྱད་ཡོད་ན་བེའུའི་སྣ་ལོ་ལོ་པ་ཧྲ་ཐག་ཐག་ཏག་ཏག་འགྲོ་གི་ཡོད་པའི་སོ་འདྲ་གོ། ཨོ། འདི་འདྲའི་ཐར་ལམ་དབྱིན་ཇིག་གི་སྦྱང་སྟངས་འདི་བེའུའི་སྣ་ལོ་ལོ་བེད་སྤྱོད་བྱེད་བཞག་ན། ཨོ། བེའུ་འདི་ལས་ལྷར་བཏང་ཡས་འདུག་བསམ་ས་འདྲ་བ་ཅིག་དང། ཨོ། འདི་འདྲའི་ཅིག་གི་སྐབས་དེ་ལ་བེའུའི་སྣ་ལོ་ལོ་བལྟས་ཚེ་ཅིག་སྟོང་ཆ་ལྷག་དེ་བཞག་དེ་དབྱིན་ཇིག་གི་འདི་གི་ཁ་སྐོང་བྱས་པ་ཡིན་ན། ཀྱིས་ཁོ་རང་ལ་ཁ་སྐོང་བྱེད་ས་མེད་དེ་སྐྱོ་ཅིག་རེད་མི་འདུག་ཁ་སྐོང་བྱེད་ས་ཡོད་ས་རེད་དེ་འདྲས་ཡིན་ཙང། སྐད་ཡིག་དབྱིན་ཇི་སྐད་ཡིག་གིས་བོད་ཡིག་སྐད་ཡིག་ལ་ཡང་ཁ་སྐོང་བྱས་དེ་འདྲས་ཅིག་ང་རང་དེ་འདྲས་ཚོར་སོང། ཁྱེད་ཀྱི་ལྟ་རྟོག་བཅས་ནི་ཉམས་ཞིབ་དང་ད་ལྷག་པར་དུ་ཕྱག་དེབ་དེ་བརྩམས་གནང་པའི་སྐབས་དེར་ཡིན་ན་ཅི། བོད་ཡིག་སྐད་ཡིག་གི་ནང་ལོགས་ལ་ད་ཡོད་མ་རེད་ཟེར་གི་བ་མ་རེད། མ་གསལ་བ་དང་རྣམ་གཞག་གསལ་བོ་མེད་བསྡད་པ་ཅིག་ལ་ཡང་དེ་ནི་དབྱིན་ཇི་སྐད་ཡིག་གི་ནང་ལོགས་ནས་ཚུལ་ཁ་སྐོང་བྱེད་དགོས་ཡ་དང་ལས་འཆར་ལེན་དགོས་ཡ་འདྲ་བོ་ག་རེ་འདྲ་བོ་ཅིག་ཟེར་གི་ཡོད་ན།
ད་ལྟ་ངེད་ཀྱི་དྲན་པ་སེལ་བྱེད་ལ་ད་ལྟ་ང་ཚོ་དབྱིན་ཇིའི་ནོར་ལོག་ལ་དམིགས་བསལ་གྱི་དྲན་ཤེས་ཟེར་ཡང་བརྡ་སྤྲོད་ནོར་ལོག་ལ་ཚན་པ་གཅིག་སྐད་ཤེས་དེ་གོ་རོགས་ཡང་ན་ང་ཚོ་བོད་པའི་གི་བརྡ་སྤྲོད་ནོར་ལོག་ལ་དུས་སྲུང་གི་ཚན་པ་འགྲོ་དེ་མ་གཏོགས་དམིགས་བསལ་གྱི་ཡ་དྲན་ཤེས་སུ་ནང་བཞིན་གྱི་དབྱིན་ཇི་ཡིན་པ་ན་མ་འོངས་པ་ཡིན་པ་ན་ཁོ་ལ་དབྱེ་བ་བཞི་ཅེས་ནི་ད་ལྟ་བ་ལ་བཞི་འདས་པ་ལ་བཞི་ཞེས་རྣམ་དབྱེ་བཤད་ཟིན། དོན་ཚོགས་ང་ཚོ་གི་བོད་ཡིག་འབྲི་ཚིག་དཔག་པའི་བསམ་པར་ལྟས་ཚེ་དཀའ་ལས་འགྲོ་བ་ཞིག་དེ་འདུག་ཏན་ཏན་འདུག། ནི་ཡིན་ན་ལེ་ད་སྐད་ཡིག་འདི་ད་ཁོ

ཀྲན། དུས་ཀྱི་རྣམ་བཤད་ཀྱི་ཐོག་ནས་ང་ཚོ་ཏན་ཏན་བོད་ཀྱི་ནང་ཚིག་ལ་ད་དུས་ཁ་ཁོང་བྱེད་དགོས་དེ་འདྲ་འདུག་བསམ་དང། དཔེ་མཚན་ཙམ་ཞུས་པ་ཡིན་པ་ན་དཔེར་ན་ད་ལྟ་བ་ཡིན་པ་ན Present Perfect Continuous ཞེས་ལབ་པའི་སྐབས་ལ་ད་དེ་ད་རུང་རེད་ལས་ཀ་ཅིག་འགོ་ཚུགས་ཚར་རེད་ད་ལྟ་ཡང་བྱེད་བདེ་ཞེས་དགོས་མཁོ་ཡོད་རེད། ད་གནོད་བྱེད་ཀྱི་འདས་པའི་ནང་ལ་ཡིན་པ་ན Past Perfect Continuous ཡིན་པ་ན་སྔོན་མ་ཁོས་ཀྱི་ལས་ཀ་ཅིག་འགོ་ཚུགས་བདེ་རུང་དེའི་སྐབས་ལ་བྱེད་བདེ་བ་ཞིག་བྱས་ད་ནི་ཡང་ལས་ཀ་གཞན་པ་ཞིག་བྱས་ཏེ་དེ་འདྲའི་བཟོ་འདྲ་བ་དེ་གནས་སྟངས་དེ་ཅི་མ་ཕྱིན་ཆད་རེད་ད་ང་ཚོ་མིག་གི་གསོག་ལམ་ཟེར་གྱི་རེད་དེ་འདྲའི་རིགས་དེ་ཚོ་ཏན་ཏན་ང་ཚོ་ཁ་སྐོང་བྱེད་དགོས་ཀྱི་འདུག་བསམ་འདོད་ད་གནང་བཞིན་གྱི་ང་ཚོ་ནི་ད་ལྟ་བ་ཡིན་པ་ན present perfect བྱས་ནི་ད་གནང་བཞིན་གྱི simple past རང་འདས་པ་ནི་ད་དེ་པར་ལ་ག་རེ་བྱས་པ་འདུག་དེ་གཉིས་ཀ་གི་འདས་པའི་སྐོར་ལ་སྐད་ཆ་བཤད་བསྡད་ཀྱི་ཡོད་རེད་ཡིན་ན་ནི་དེ་གཉིས་པར་ལ་གནས་སྟངས་ག་འདྲས་ཤིག་འོང་གི་ལ་དེ་གཉིས་ད་ཁྱད་པར་ཤེས་ཆེད་བེད་སྤྱད་བྱེད་དགོས་འདུག་དོན་ཚོགས་ང་ཚོ་གི་བརྡ་སྤྲད་ནང་ལ་ཁ་གསལ་བོ་ཞིག་བྱེད་དགོས་རེད་བསམ་འདུག་ད་ལྟ་ངེད་ཀྱི་བརྡ་སྤྲད་འདི་ནོར་ལུག་ལ་ཁ་ཤས་ལ་ཅིག་མཁྱེན་བཟོ་འདྲ་བ་དེ་འདྲས་བྲིས་ཆེད་དེ་འདྲས་བྲིས་ཞོར་དེ་འདྲས་རེ་ཟུང་ཡོད་འོ་དེ་ཅིག་ཞུ་ཡ་ཤེས་ད་ད་དེ་མ་ཡིན་པའི་གི་ད་ད་ང་ཚོ་དབྱིན་ཇི་གི་བརྡ་སྤྲད་ནོར་ལུག་ལ Conjunction ཟེར་ནས་ད་ད་ད་མཚམས་ཞོག་ཅིག་ཅིག་བཤད་དེ་གི་རོ་དེ་ནོར་ལུག་ལ་ད་ད་ཕྱི་ཐོག་ནས Conjunction ལ

མཚམས་ཞོར་གྱི་དང་རྣམ་དཔྱོད་ཆ་ཚང་བ་ཞིག་ཅིག་ཡིན་ནོ་བྲིས་ཤག་དེ་གཅིག་རེད་ཤག་ད་ནོར་འཇིགས་ཀྱི་དབྱིན་ཇི་ནོར་ལོག་ལ Conditional Sentence ནང་ངས་དེ་ནོར་ལོག་ལ་ཆ་རྐྱེན་བྱས་པའི་ཚིག་འགྲོས་སུ་བྱས་པ་རེད་དོན་ཚོགས་ལ་དབྱེ་བ་མ་ཞིག་བཤད་དུས་བརྩམས་པ་དོན་ཚོགས་ཡང་བད་ཀན་ནོར་ཚིག་བརྗོད་པའི་བརྩམས་པ་ལ་ཡང་དཔྱད་པ་ཅིང་ཅང་ལབ་བྱས་ན་འགྲིག་གི་འོ་མ་རེད་ག་ཚོད་ན་རང་གིས་ཞུ་བ་ནོར་འཇིགས་ཀྱིས་ང་ཚོའི་ཕ་སྐད་ཡིག་བེད་སྤྱད་བྱས་པའི་སྐབས་ལ་མིང་གི་སྲོག་རླུང་མཚོན་དགོས་ཀྱི་རེད་སྲོག་རླུང་མཚོན་པའི་སྐབས་ལ་ཡུལ་གྱི་ཆ་ནས་ད་ལྟའང་མང་བོ་བ་འགྲོ་འདུག་བརྩམས་པ་དུས་ཀྱི་ཁ་ཟས་རྣམ་བཞག་གི་ད་གཞིའི་ཞག་བཅས་ང་ཚོ་གི་ཆ་རྐྱེན་ལྡན་པའི་ཚུལ་དུ་བེད་སྤྱོད་བཟོ་དགོས་ལ་དེའི་སྐབས་དེ་ལ་ང་ཚོ་གི་དག་ཆ་གམ་འོ་ན་བྱ་ཚིག་གི་དག་ཆ་ག་རེ་ག་རེ་བྲིས་དགོས་བསམ་དུས་དེ་ཚོ་ཡང་ང་ཚོ་གི་སོ་ནམ་སྤང་དགོས་གནད་འགག་ཆེན་པོ་རེད་བསམ་དུས་ད་ངའི་ད་ལྟ་འདི་རྒྱས་འདི་ནོར་ལོག་ཅེས་ཁ་སྐོང་བཟོ་འདྲ་བོ་ཚོད་ལྟ་དེ་འདྲ་ཞིག་བྱས་བཞག་ཡོད་ད་ངས་དེ་ཅིག་ཞུ་བ་ཡིན་ལགས།

ད་དེ་སྔོན་གནས་ཚུལ་ནང་ལོགས་ལ་བོད་སྐད་ནང་ལོགས་ལ་དེ་རྣམ་གཞག་དེ་གསལ་སྟོན་མ་བྱས་རུང་མ་གཏོགས་སྐད་ཡིག་ནང་ལོགས་ལ་ཡོད་རེད་བ་ར། ནང་རྒྱུད་ང་ཤ་ཟ་གི་ཡོད་ཟེར་ཡ་དེ་དང་ད་ལྟ་ང་ཆ་འཐུང་བཞིན་ཡོད་ད་འཐུང་བཞིན་ཡོད་ཟེར་ཡ་དེ་དང་རེད་བ་ར། ང་ད་ཆ་ཆ་འཐུང་ཚར་མ་ཐག་ཡིན་ཟེར་ཡ་དེ་དང་ང་ཆ་འཐུང་དང་འཐུང་བཞིན་པ་ཡིན་ཟེར་དུས་ང་ཚོ་བོད་སྐད་ནང་ལོགས་ལ་ཡོད་དེ་རེད་ཡོད་དེ་ཡོད།

དེ་དུས་རྟ་མཇུག་གི་དེབ་དེ་དེ་དུས་ཀ་ལ་རག་བསྲིངས་ཏེ་ཚར་ཡིན་ས་རེད། དེ་འདྲ་ཡིན་དུས་རྒན་བེ་རི་གི་ད་དེ་འདྲས་བྱས་ནས་དབྱེ་བ་དུས་གསུམ་དུས་གསུམ་མུ་གུ་ཟེར་ཡ་དེ་རྒན་བེ་རི་གི་བཟོས་གནང་འདུག་མ་འོངས་པ་ལ་མ་འོངས་པའི་མ་འོངས་པ་མ་འོངས་པའི་ད་ལྟ་བ་མ་འོངས་པའི་འདས་པ་བྱས་ནས་བཟོས་གནང་ཞག་ད་འདི་ང་ཚོ་གར་སོང་བ་རེད་དབྱིན་ཇི་ནང་ལ་དེ་འདྲས་དེ་འདྲས་འདུག་ཟེར་ནས་ཞུས་ཡིན་ཨ་ནི་རྒན་བསྟན་སྲིད་ཀྱིས་ཐུགས་མཉེས་པོ་འདྲ་བྱུང་ས་ཨོ་ལེ་དེ་འདྲས་རེད་འདི་དངོས་གནས་དྲང་གནས་ཡོད་རེད་ས། དེ་དངོས་གནས་དྲ་གནས་ཡོད་དགོས་ཀྱི་རེད་ཟེར་ནས་དེ་དུས་བཀའ་གནང་སོང། ད་དེ་ཡིན་དུས་བསམ་བློ་དེ་གོ་ཡ་དེ་ཨོ་སི་ཀྲ་ད་བྱུང་འདུག་བསམ་ས་དེ་བཞུགས་སྒར་སྟག་ལུང་འདྲེན་ཙམ་པ་ལ་ཨ་ལ་དོ་ཤི་རིན་པོ་ཆེ་གི་ད་ལྟ་དུ་སོ་ཆ་ཚང་བཞུགས་སའི་ནང་དུ་ཁོ་རང་གི་སྡེ་མ་ལ་དུས་གསུམ་དུ་སོ་ད་དེ་སང་དུས་གསུམ་མུ་དགུ་རྩིས་ངེས་དང། མུ་བཅུ་གཉིས་རྩིས་དེ་ངེས་དེ་འདྲ་ད་རྫ་རྡོ་མང་པོ་བཞུགས་ཀྱི་རེད་དེ་ཤ་དེ་ཡང་ཁ་སྐོང་འདྲ་བོ་ཆིག་ཆེན་པོ་ཆིག་ཆགས་དེ་བ་ད་ད་ག་ནང་བཞིན་གྱི་ད་དགེ་ཁྱོད་ཀྱི་སོང་བ་ནང་བཞིན་གྱི་ད་བརྗོད་བས་གི་རྣམ་གཞག་དེ་བོད་པའི་སྐད་ཡིག་ནང་ལ་ཁ་སྐོང་བྱེད་དགོས་ཡ་དེ་ཞུ་གནད་འགག་ཆེན་པོ་རེད་དུ་བ།

ཁ་སྐོང་བྱེད་དགོས་ཡ་དེ་འདྲའི་ཏན་ཏན་རང་མང་པོ་ཡོད་རྒྱུ་རེད་བསམ་གི། དེ་འདྲ་ཡིན་དུས་ད་ཡང་ཁ་སྐོང་བྱེད་དགོས་ཡ་དེ་ཚོ་བྲིས་ཏེ་དངོས་གནས་ཡང་གཅིག་རྗེས་མ་བགྲོ་གླེང་འདྲ་བོ་ཅིག་ནང་ལ་བྱུང་བྱས་ནས་སུ་སུའི་སྐེ་ཡི་ནང་ལོགས་ལ་ད་སྔས་མ་ཡོད་བསྡད་པ་དེ་ཚོ་བྲིས་ལ་ཡང་བསྐྱར་ཡང་བསྐྱར་བཤད་ནས་ཡང་དེབ་བྲིས་ངེས་དེ་ཚོ་ཡང་བསྐྱར་ཡང་བསྐྱར་བྲིས་ནས་ཡང་ཆོག་སའི་སྐད་མཐོང་མི་འདུག་ད་ཁ་མེད་པ་དེ་འདྲའི་ཁ་སྐོང་ཅི་འདྲའི་རྣམ་གཞག་ཁ་སྐོང་བྱེད་ཐུབ་ན་ཡག་པོ་ཡོད་ས་རེད་བ། འོ་དེ་འདྲའི་ཅིག་རེད་ཤག།

ང་ཚོ་སྐད་ཡིག་དགེ་རྒན་གྱིས་མཚམས་མཚམས་ང་ཚོར་སྐད་ཡིག་བོད་ཡིག་བསླབ་དེ་ངེད་ཚོ་ཚང་རེ་ཚང་རེ་ལས་ངས་བོད་ཡིག་དགེ་རྒན་ལ་ཁ་བཏང་བ་དང་སྐྱོན་བརྗོད་བྱས་པ་མེད་ང་རང་བོད་ཡིག་དགེ་རྒན་རེད་འདོད་ཡོད་རེད་པ་ཨ་ནི་སྐྱོན་བརྗོད་བྱེད་ཀྱི་མེད། ད་ཡིན་ནའི་ང་རང་ཚོ་ནང་ན་ལ་ལས་མི་ཁག་གཅིག་ལ་བོད་ཡིག་དགེ་རྒན་ཁག་གཅིག་ལ་བལྟ་འོང་དུས་བོད་ཡིག་དགེ་རྒན་འདི་བོད་ཡིག་དགེ་རྒན་མིན་པའི་སོ་གྲབས་བྱེད། ཅིག་བསླབ་བྱ་དགེ་རྒན་ཡིན་པའི་སོ་གྲབས་བྱེད་དང་ནང་ཆོས་དགེ་རྒན་ཡིན་པའི་སོ་གྲབས་བྱེད། ཅིག་འཛིན་གྲྭའི་ནང་ལོགས་ལ་ཡག་ཅིག་ཅིག་ས་སྐྱ་ལེགས་བཤད་སྐོར་ལ་ཁྲིད་ཀྱི་ཡོད་ན་ས་སྐྱ་ལེགས་བཤད་ཀྱི་རྩོམ་གྱི་སྒྱུ་རྩལ་དང་དེ་གི་ཚིག་གི་རྣམ་གཞག་དང་དེ་གི་སྙན་ངག་གི་སྒྱུ་རྩལ་དང་དེ་བྲི་སྟངས་ཀྱི་ཐར་ལམ་དེ་བསླབ་དགོས་བར་བ་ཀིའི་བསླབ་ངེས་ཏིག་དེ་མ་བསླབ་པར་བྱས་ནས་ས་སྐྱ་ལེགས་བཤད་ཀྱི་ཚིག་ཅིག་མ་ཅིག་བཤད་དེ་ལ་འགྲེལ་བཤད་རྒྱག་དེ་གི་ལོ་རྒྱུས་བཤད་དེ་གི་སྒྲུང་བཤད་དེ་གི་བསླབ་བྱ་བརྒྱབ་ནས་དུག་སུ་རྫོགས་འགྲོ་དུས་ཙམ་པ་ལ། བུ་གུ་ཉེ་ངས་དེ་གས་དེ་གི།

སློབ་ཁྲིད་ཀྱི་ཐབས་ལམ་དེ་ལ་ཡིན་ན་ཁྱེད་རང་གིས་འགྱུར་བ་ཆེ་ཤོས་གཏང་དགོས་དེ་འདྲའི་རེ་རེ་གཉིས་རེ་གྱིས་ག་རེ་ཟེར་གི་འདུག།
ད་ལྟ་རྒན་གྱི་གསུང་ཡང་དེ་བདེན་པ་རེད་ད་ངེད་ཀྱིས་ང་ཚོ་རྩོམ་རིག་ནང་ནམ་ཅིག་སྐད་ཆ་བཤད་པའི་སྐབས་ལ་རྩོམ་རིག་གི་ཡོ་བྱད་ཟེར་མེར་བས་དབྱིན་ཇི་ནོར་ལ Literary Device ལས་དེ་ངེད་ཀྱིས་གནད་འགག་ཆེན་པོ་བཞི་པོ་འཚོལ་དགོས་འདུག་ད་འདི་གིས

དགའ་སྣང་བྱེད་ཀྱི་འདུག་དེ་མ་ཡིན་པ་ཅིག་ཀྱང་འཇིག་རྟེན་ང་ཚོ་གི་ཁྲི་ཐང་དེ་མ་གཅིག་གློག་ཚིག་འགྲེལ་བཤད་ཞིག་རྒྱབ་དེ་འདྲ་ཅིག་འགྲེལ་བཤད་རྒྱབ་ནས་གཞུང་ཚན་ཙམ་བྲིས་ཤོར་ན་དེ་ཙམ་གྱིས་འགྲིག་གི་མི་འདུག་བསམ་མོད། ལོ་ཚན་ག་རེ་ཁྲིད་པ་ན་དུམ་བུ་དགེ་རྒན་ཁོ་རང་གིས་ནི་ཨ་ལ་ངེད་ཀྱིས་འདི་ཁྲིད་པའི་སྐབས་དེ་ལ་པོ་གུ་ཚོ་གི་སྤྲོ་སྣང་ལས་ལ་ཅིག་མཚན་པ་མ་སོང་ན་ཁ་བཤད་སྟངས་བཟོ་འདྲ་བ་ཞིག་དབྱེ་བ་ཤེས་སྟངས་འདི་འདྲའི་བཤད་ཅིག་རྩེ་ཞིག་བཟོ་ན་ཡག་པོ་རེད་ཟེར་བསམ་བློ་བཟོ་ནས་ད་ག་ནོར་བྱས་ད་ངེད་རྒན་སོང་བས། ས་སྐྱའི་ལས་བྱེད་བཟོ་འདྲ་བ་ཡིན་པ་ན་ས་སྐྱའི་ལས་བྱེད་དེའི་གིས་ནི་ཁོ་རང་གི་དོན་དེ་ག་རེ་ཡིན་པ། ད་ནོར་བྱེད་དེའི་གིས་དཔེ་ག་རེ་ཡིན་པ། ནི་ད་ནོར་བྱེད་ཀྱི་ཚིག་ཕུད་བེད་སྤྱད་བཏང་བ་ག་རེ་དེ་དེ་ནོར་ལོག་ལ་ནི་ད་ལྟ་དེ་ང་ཚོ་སྙན་ངག་སྐད་ཆས་བཤད་པའི་སྐབས་ལ་བཟོད་བརྒྱན་དུ་དཔེ་ཅན་དེ་ཚོ་ག་རེ་ག་རེ་དཔེ་བྱ་ཡོད་པ། ད་ནོར་བྱེད་དང་གིས་བཤད་པའི་སྐབས་ཀྱང་བཟོད་བརྙན་སྣང་བརྙན་བཟོ་འདྲ་བ་དེ་འདྲ་ག་རེ་ག་རེ་ཡིན་པ་དེ་ཚོ་ང་ཚོ་ཁ་ཤུ་མང་པོ་ཞིག་ནས་བསམ་བློ་བཏང་རྗེས་ནི་ལས་གཞི་རྒྱག་ཐུབ་པ་ཡིན་པ་ཡིན་ན།

བུའི་དགེ་རྒན་དེ་གིས་སློབ་ཕྲུག་ལ་བཤད་པ་དེ་གིས་བུའི་བསླབ་གོ་ཡོད་བར་མཁྱེན་གོ་ཐུབ་མི་འདུག་དེ་སྒྲུང་དེ་ད་བོད་སྐད་མ་ཤེས་ངེས་ག་སོ་རེད་ད། བོད་སྐད་མ་ཤེས་ངེས་ཅིག་ལ་ཡིན་ན་དབྱིན་ཇི་སྐད་ཀྱི་ཐོག་ནས་ཕར་སྒྲུང་དེ་བཤད་ཆོག་གི་རེད་ལ། ཡི་གེ་མ་ཤེས་ངེས་ཅིག་ཡིན་ནས་སྒྲུང་དེ་བཤད་ཆོག་གོ་ཡོད་རེད་པ། ད་ང་ཚོ་ར་ལོ་སའི་དེ་གི་སྒྲུང་བརྩམས་སྒྲུང་དེ་བསླབ་པའི་དེ་གི་ཐོག་ནས་ཡིན་ན་ད་གི་ཁྱེད་ཀྱི་སོ་ཨ་ན་ཞིག་རེད་དང་པོ་མིང་ཚིག་དེ་འདྲས་ཀྱི།

ལྟེ་གནས་ལ་ལྟ་ཁོའི་རྭ་ལོག་གི་གཙང་སྒྲུང་དེ་བསླབ་ཡོད་འདི་ལྟ་ཁོས་བོད་ཡིག་བསླབ་དགོས་ཡོད་རེད་བ། ཞེས་མ་གཏོགས་རྭ་ལོག་གི་སྒྲུང་དེ་མ་ཤེས་ཐུབ་པ་ཙང་ཅི་ཡིན་པ་ཡིན་ན་ད་ང་ཚོ་གྲོང་གསེབ་སྤོ་བོ་མོ་དེ་འདྲས་ཀྱི་ལང་ཀ་སུམ་མདོ་ག་ལ་བསྡད་ནས་སྒྲུང་གཅིག་ཤེས་པ་དང་གཅིག་པ་གཅིག་རྐྱང་རེད་བ། དེ་ཡང་དེ་ད་ངའི་ཚོར་སྣང་འདྲ་བོ་ཅི་ལ་ང་ཚོ་གི་ག་རེ་མོ་དགོས་དཔེར་ན་སིངྒ་ལ་ཡི་ལོ་རྒྱུས་བསླབ་ཡོད་འདི་སིངྒ་ལ་ཡི་ལོ་རྒྱུས་ཤེས་དེ

ད་དགེ་རྒན་ཁོ་རང་གི་འཇོན་ཐང་གཅིག་དང་གཅིག་གི་བྱས་རྗེས་ཀྱི་རྩ་བ་གཉིས་ལས་རེ་མི་འདུག་བ། དེ་སྦྱང་ཡོང་དུས་ཙམ་པ་ལ་སྤུ་གུ་དེ་གི་ད་ཡིན་ན་དེའི་ཤིང་ས་རེད། དེའི་ལས་སླ་པོ་རེད་ཤག་དེའི་གཅིག་ངས་བྱེད་ཐུབ་ས་རེད་བསམ་མེད་ཀྱི་བསམ་བློ་གཅིག་སྤྲད་སོང་ན། ནི་ཏན་ཏན་རང་གཅིག་གི་སློབ་ཚན་ཁྲིད་སྟངས་ཀྱི་ཡང་གཅིག་གི་ཐར་ལམ་ལ་ཡག་ག་འདྲ་པོ་ཅིག་ལ་ཚུད་ཀྱི་ཡོད་ས་རེད་ལ། དགེ་རྒན་རང་ཉིད་ཀྱི་ངོས་ནས་ཡང།